འདི་བྱེད་སྟངས་ཀྱི་རྣམ་པ་ལ་དཀའ་ཁག་ཅིག་ངོ་སྤྲོད་སྟངས་ཀྱི་རྣམ་པ་ལ་དཀའ་ཁག་ཐོག་མར་རྩོམ་པ་པོའི་ལོ་རྒྱུས་རིགས་འདི། དེ་ཕྲུ་གུ་གཏམ་རྒྱུད་ཀྱི་བརྗོད་དོན་མདོར་བསྡུས། གཏམ་རྒྱུད་ཀྱི་བརྗོད་དོན་མདོར་བསྡུས་དང་འབྲེལ་ནས། འདི་གའི་བརྗོད་གཞིའི་བསྟན་དོན་དང་རྩོམ་སྟངས་ཀྱི་ཁྱད་ཆོས་ངོ་སྤྲོད་ཀྱིན་འདའ་མོད། ད་བར་བྱེད་ངོ་མ་ངོ་སྤྲོད་ཕྱོགས་དུ་མ་ཟུར་གོ། དེས་ན་ཐོག་མར་ཆེས་ལྟ་རྒྱུ་རྩོམ་པ་པོའི་ལོ་རྒྱུས་རིགས་འདི། ཞང་ཆེན་སེམས་དཔའ་སྟག་སྟེང་གི་ཐུགས་རྒྱུད་ཀྱི་རྩོམ་པ་པོ་ནི། བཀའ་བརྒྱུད་རྗེས་སུ་མཁོ་བ་ཆེན་མོ་རེད་ད་བར་ཆོས་ཡོངས་རྫོགས་ཀྱི་ཆ་རྒྱུས་ཡོད་ནི་རེད་གངས་ཅན་མཁས་པའི་གཙིགས་རྒྱན། ཁམས་གསུམ་ཆོས་ཀྱི་ཇོ་བོ། རྗེ་བཙུན་འཁོར་བ་ཆེན་པོ་ཡིན་ནོ་ལ། ཁོང་སངས་ཀྱི་ལོ་སྟོང་གཅིག་ར་སུམ་བརྒྱ་ར་ལྔ་བཅུ་ང་བདུན་གྱི་ལོ་གི་ཟླ་བ་བཅུ་བ་གི་ཚེས་བཅུ་གི་ཉིན་གྱི་རི་ག་གི་ཙོང་ཁའི་མདོ་མིལ་ཙོང་ཁའི་དག་གི་གྲོང་བ་ཡིན། ད་ལྟའི་ས་ཆ་ངེས་འཛིན་ས་ཆ་གི་དབང་དུ་བཏང་ན་ངེས་འཛིན་ཚིག་གི་ལ་ཀ་གི་མཚོ་སྔོན་ཞིང་ཆེན་སི་ལང་གྲོང་ཁྱེར་དང་ཐག་ཉེ་བའི་ཙོང་ཁའི་ཡུལ། ད་བར་སྐུ་འབུམ་དགོན་པའོ་སོགས་ས་ཆ་དེར་ལ་དེ་ནས་སྐུ་གྲོང་བ་རེད། ཡབ་བློན་འབུམ་དགེ་དང་ཡུམ་བྷན་ཚ་ཨན་ཆིང་གཉིས་ཀྱི་ཚེ་སྲས་སྤྱི་ལོ་སྟོང་གཅིག་སུམ་བརྒྱ་ལྔ་བཅུ་ལྔ་སྟེང་གི་ཟླ་བ་བཅུ་བ་གི་ཚེས་བཅུ་གི་ཉིན་གྱི་རི་སྐེ་གྲོང་བ་རེད། འདི་གི་ཁོང་ཚང་ཡབ་ཡུམ་འདི་གཉིས་ཀ་སྲིད་སྤྲུལ་བོ་ནང་གི་ཁྱི་སངས་བཞོ་བ་མོ་རེད། ཁོང་ཚང་དགུང་ལོ་གསུམ་པ་བཞི་བའི་སྐབས་སུ། འདི་གི་སྐར་མ་རུ་བའི་རྡུལ་གྱིས་ལས་དགེ་བསྙེན་གྱི་སྡོམ་པ་བཞེས་ད་ཚང་གྱི་དམ་པའི་ཆས་གུར་ཞིག་སྤ་ཟི་ན་ཆོག་གི་དེ་བཞུགས་རྒྱུ་བོ་ལ་ཁ་གི་དུས་ཚོད་ཚིག་ག་ཟ་ང་གི་དགོངས་རྡོར་གསུམ་གྱི་སྐབས་ན་མ་གའི་དགེ་བསྙེན་གྱི་སྡོམ་པ་བཞི་དང་འདིར་ལྟ། དགེ་བསྙེན་དང་དགེ་ཚུལ་དགེ་སློང་གི་སྡོམ་པ་འདི་གི་སྐོར་གནས་པའི་ཆེད་ང་ན་དེ་རུ་རིམ་བྱུང་གི་ཚུལ་གྱིས་འདིའི་ངོ་སྤྲོད་ཀྱི་གནས་སྐབས་སུ་ངོ་སྤྲོད་བྱེད་ཟིན་ན། དགེ་བསྙེན་གྱི་སྡོམ་པ་ལྟ་བུ་ནི་ལྟ་གོ། འཇིག་རྟེན་ཁྱིམ་བག་ཡང་ལག་ན་ཆོག་ནོ་གི་དང་པོའི་སྡོམ་པ་གཟིགས་ནས་འཐབ་མོ། དགེ་བསྙེན་གྱི་སྡོམ་པ་བཞི། སྙིང་གའི་སྙིང་བོ་དག་གཟིགས། དེ་འཕྲོ་གི་དགུང་ལོ་བདུན་པའི་སྐབས་ན། དགུང་ལོ་བདུན་པ་བཞེས་པའི་སྐབས་སུ་ཞྭ་ཆུང་དགོན་པ་ནས་ཕྱི་རྒྱུད་དུ་ཆོས་རྗེ་དོན་གྲུབ་རིན་ཆེན་གྱི་དྲུང་ནས་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང། མཚན་ལ། ད་བློ་བཟང་དྲུག་པ་དེ་དག་ནི་རེད་ལ། དེ་དག་དེ་རེད། སྤྱིར་སྐུ་རྗེ་ཙོང་ཁ་བ་ཆེན་མོ་ཁོང་གསུམ་གྱི་སྐུ་ཚེ་གོང་འོག་རང་དགེ་རྒན་བསྟེན་ཆོག་གོ་ལ་ཀ་བས་དགེ་རྒན་མང་བོ་བསྟེན་ཟིག། གྲུབ་མཐའ་རིས་མེད་ཀྱི་བླ་མ་དགེ་རྒན་དུ་བསྟེན་ན་ནོར་དགེ་རྒན་འདྲ་མང་བོ་བསྟེན་འོང་གི་རེད། མི་ཚེ་གོང་འོག་རང་གི་ཁུ་གུ། ཆོས་ཕྱོགས་གང་ཡང་ན་རིག་གནས་ཀྱི་ཕྱོགས། ཤུགས་རྐྱེན་དང་བག་ཆགས་གཏང་སེམས་འཇོག་མཁན་གྱི་དགེ་རྒན་གྱི་ནང་གི་མཚོན་བརྗོད་བགྱིས་ན། ཁྱེད་ཀྱི་དོན་སྒྲུབ་རིན་ཆེན་མདོག་འདི། ཆེས་ཐོག་མ་གི་བག་ཆགས་གཏང་སེམས་འཇོག་མཁན་གྱི་མི་ཚེ་གང་བོར་ཡང་བག་ཆགས་གཏང་སེམས་འཇོག་མཁན་གྱི་དགེ་རྒན་དེ་གཅིག་རེད། ཁྱེད་ཀྱི་དོན་སྒྲུབ་རིན་ཆེན་གྱི་གྲོང་ནས་རབ་བྱུང་གི་སྡོམ་པ་བཞེས། དེ་རྣམས་ཀྱི་གཟུངས་དེ་དང་ཁྱོག་ནས་ཁྱེད་ཀྱི་དོན་སྒྲུབ་རིན་ཆེན་འདི་གཏན་ནས་མེད་རེ་ར་ད། རིག་ནས་ཕྱོགས་གང་ཡིན་སོགས་སྦྱང་བ་མཐར་ཕྱིན་པ་མཛད་པར་གོ། དེ་ནས་དགུང་ལོ་བཅུ་དྲུག་བཞེས་པའི་སྐབས་སུ། ཆོས་རྗེ་དོན་གྲུབ་རིན་ཆེན་གྱིས་བསྐུལ་མ་གནང་བ་དང། ཁྱད་པར་དུ་རྗེ་ཙོང་ཁ་བ་ཆེན་པོ་ཁོང་ཚང་རང་ཉིད་ཀྱི་ཡང་དད་པ་དང་འདུན་པ་ཆེན་པོ་གཟུགས་ལ་རྟེན་འབྲེལ་དང་འཁྱོངས་ནས་དགུང་ལོ་བཅུ་བདུན་བཞེས་པའི་སྐབས་སུ། དགུན་ལྗོངས་སུ་ཆིབས་ཁ་བསྒྱུར། དགུན་ལྗོངས་སུ་བསྐྱོད། ད་ལྷ་སར་སོང་ནི་རེད། འདི་ཕྱི་ཟིན་ཟིན་ན། དགུང་ལོ་བཅུ་དྲུག་བཞིའི་སྐབས་སུ་ཕྱི་རྒྱལ་དུ་འགྲོ་རིན་ཆེན་གྱི་ཁྱི་སྲུང་གི་རྫི་ན། ཨོ་ད་ཁྱོད་འདི་ཞྭ་ཆུང་དགོན་པའང་བལྟས་དང་ཁྱོད་འདི་ར་ངའི་མདུན་དྲུང་ནས་སློབ་གཉེར་ལས་རེད་ར་དུས་ཚོད་ཟིག་ལོ་མི་ལྔ་ཟིག་འགོར་ཐལ། ད་ངའི་འདི་ན་ཁྱོད་སློབ་ཁྲིད་ཡིན་ཁྱོད་ཡོངས་རྫོགས་གོ་ངས་ཁྱོད་ཕྱི་ལས་ཚར་སོང་ནི་རེད། ཁྱི་ད་འོང་བཟོ་མི་ཐུབ་དུ། སློབ་གཉེར་ཡིན་ན་འདོད་ན་ད་ཁྱོད་གང་ལ་སོང་ན་ཧྲ་ནི་ར་ཟིན་ན། དེ་གི་དབུས་གཙང་གི་ཕྱི་བ་སོང་ན་ད་དེ་ན་དགེ་རྒན། མཁས་བ། ཡོན་ཏན་པ། ཆེན་པོ་མང་པོ་ཡོད་ནི་རེད་ཁྱོད་དེ་སོང་ན་ད་འགྲིག་ནི་རེད། ཏི་ཟི་ཡིས་སྐྲུན་མ་གནང་བ་དག་གཅིག་རེད་རྒྱུ་རྐྱེན་གཅིག་རེད་རྒྱུ་རྐྱེན་གཉིས་པ་ལ་ཁག་གི་ཁོང་ཚང་རང་ཉིད་ལ་རེད་ར་འོ་ད་དབུས་སང་འདི་དབུས་སང་གི་ས་ཆ་སོང་དེ་དང་ཆུང་ངུའི་ཏང་ཨུ་མུ་མཐུད་དུ་སློབ་གཉེར་ཡོད་ཀྱིན་ཡང་ན་དབུས་སང་གི་ས་ཆ་སོང་དེ་དང་ཆུང་ནས་དགེ་རྒན་མང་བོ་གཏན་ནས་རེད་ར་ཏང་ཨུ་མུ་མཐུད་དུ་སློབ་གཉེར་ཡོད་ཀྱིན་ཡིན་ཟེར་དགུང་ལོ་དུས་ཀྱི་དད་པ་དང་འདུན་པ་དེ་ཁེལ་ཡོད་ཀི་གཉིས་ཀ་མཉམ་འབྲེལ་གནུག་གི་གཞི་རྩ་གི་ཐང་ནས་དགུང་ལོ་བཅུ་བདུན་གི་བཅུ་བདུན་པ་གི་ཏང་ནས་ད་ལྷ་ས་སོང་ནི་རེད་ལྷ་ས་སོང་ནི་ར་ལྷ་ས་སོང་ནུ་གཞིག་ནི་ར་གནས་གཅིག་ནས་མ་བསྡེབས་ཟིག་ད་ས་ཆ་མང་ཟིག་སོང་ནི་རེད། ཁོས་འཇུག་ཅིང་ན་འདི་ནས། འབྲི་གུང་ཁོལ་གྱི་ནགས་ཁྲོད། ཟངས་ཕུད་སྡེ་བ་ཅན། ཉང་སྟོད། ཤར་ལི། སྣར་ཐང། ས་སྐྱ། འོ་དོང་ལ་སོགས་པ། ས་ཕྱོགས་མང་བོ་ཟིག་ཧེབ་ནི་ལ། ཧེབ་བདེ་སྟོང་ཆུང་བོ་ནི་ར་དགེ་རྒན་མང་བོ་སྟེ་ནི་ར། འདིའི་ས་ཕྱོགས་མང་བོ་ཟིག་ལ་ཕེབས་དགོས་དོན་རྒྱུ་མཚན་ར་ཆི་ཟེར་ཟིན་ན་ད། གཅིག་ག་ནི་སྐུ་ར་འཇུག་གི་ནི་འདྲ་ར། ཡང་ན། ཡི་སྐུ་ར་འགྲོ་གི་ནི་དུ་མོ་ལྟ་བུ་ཟིག་ཨ་རི་ཟིན་ན་མ་རེད། ཁོས་འཇུག་ཅིང་ན། འདི་སྐབས་ནི། ཟངས་ཕུད་སྡེ་བ་ཅན་གྱི་སྐབས་ན་སློབ་གཉེར་བྱེད་ཀི། བྱེད་བཞིན་པའི་སྐབས་སུ། ཉང་སྟོད་ན་ཡང། མཁས་བ་ཆེན་པོ། ཡང་ན་ཡོན་ཏན་པ་ཆེན་པོ་ཟིག་ཡོད་ཀི་ཟིག་གཏམ་དུ་མོ་གོ་སོང་ར་ཐག་གོ། ཡང་ཁོས་གསང་ཕུ་བདེ་བ་བྱས་ནས་ཐད་ཀར་གྱི་གཟིག་བསམ་གཟིགས་དེ་དང་ཆུང་ནས་ར་ཉང་སྟོད་ལ་སོང་ཡང་དགེ་རྒན་བསྟེན་དེ་ནས་ར་དགེ་རྒན་འདྲ་དབུས་གཙང་གི་ས་ཆ་ནང་བོད་ཆུ་ཐ་ཀོ་དགེ་རྒན་འདྲ་མང་པོ་བསྟེན་གཟིགས་འདི་གི་ལོ་ཙཱ་བ་མཁན་ཆེན་རིན་ཆེན་རྣམ་རྒྱལ། ས་བཟང་པན་ཆེན་མ་ཏི་བ། དབུ་མ་བ་བརྩོན་འགྲུས་སངས་གིས། ལྷོ་བྲག་གྲུབ་ཆེན་ནམ་མཁའ་རྒྱ་མཚན། རྗེ་རེད་མདའ་བ། བྲག་འཁོར་མཁན་ཆེན་ཆོས་སྐྱོང་བཟང་བོ་སོགས་ཀུན་ནས་ལ་འདི་མོ་འདི་གི་གྲུབ་མཐའ་མང་བོ་གི་བླ་མ་དགེ་རྒན་ལ་བསྟེན། དགེ་རྒན་སྟན་འདེད་དང་ཆུང་དང་མ་བཞི་གཙོ་བོ་མདོ་དབུས་ཉིས་བརྐོ་ར་སློབ་གཉེར་མཐར་ཕྱིན་པ་བཞི། གཏིང་ཟབ་པ་བཞི། བྱེའུ་རུ་དམར་སེར་ཐེ་ཚོམ་སྒོམ་གསུམ་གྱི་རིམ་པ་རྒྱུད་འདེད་དང་ཆུང་ནས་ཆད་པ་དང་བརྩོན་པ་བརྩོན་པ་ཁེ་བའི་བྱ་བ་རྣམས་གསུམ་རེ་ལ། འདུ་བྱེད་གསུམ་འཁོར་སྟན་འདེད་དང་ཆུང་ནས་སངས་རྒྱས་ཀྱི་བསྟན་པ་དར་ཞིང་རྒྱས་པར་སྤེལ། འཆད་རྩོད་རྩོམ་གསུམ་གྱི་ཕྲིན་ལས་ལ་བརྟེན་ཏེ་སངས་རྒྱས་ཀྱི་བསྟན་པ་རྒྱས་པར་སྤེལ།

ཀ་རེད། གཞིགས་ནས་ཁོང་སེང་གི་བཀའ་གི་མཛད་ཆེན་བཞི་གི་ཕྲིན་ལས་ལ་གཏན་འདེབས་དང་འཁྱོངས་ནས་སངས་རྒྱས་ཀྱི་གཏམ་པ་དར་ཞིང་རྒྱས་པོར་སྤེལ་བ་ཡིན། ད་མཛད་ཆེན་བཞི་བོ་ཆེ་ལྔ་ན་དགེ་རུ་རིན་གཞུང་གི་རྩོམ་ཡིག་སྤྱི་བདེ་ཆུ་ཁུངས་ནས་སྐབས་སུ་ངོ་སྤྲོད་བྱས་མྱོང། དང་པོ།

སྐོར་ཚིག། ས་འོག་ལས་ཅིག་བཤད་དགོས་ཁ་ཟེར་ད་འདི་ནའོ་ནོར་འདུག་འདི་ཀ་རེ་བྱས་ནས་རྗེ་ཙོང་ཁ་བ་ཆེན་མོ་ཁོང་སེང་གི་སྐུ་འདྲ་དང། རྗེ་ཙོང་ཁ་བ་ཆེན་མོ་ཁོང་སེང་གི་སྟབས་ནོར་གི་དགའ་ལྡན་དགོན་པར་ལ་ད་དགའ་ལྡན་དགོན་པ་ཆུ་ནོར་ཆུ་རྒྱུན་ན་འོ་ཆེ་དགེ་ལེགས་ཀྱི་གྲུབ་མཐའ་གི་མ་དགོན་ད་འོ་ཡེ་ནར་ལ་འོ་ད་དུ་འོ་ད་རེད།

ཚང་མང་རླ། དེ་གཙང་ཞིང་ཆེ་བའི་ས་ཆ་འདི་ན། འདི་གཤམ་ཁང་འོང། རྗེ་བཙུན་བྱམས་པ་མགོན་པོ་གི། གང་གི་འབག་གི། བཞེངས་ཡོད་ཚོགས་ཀྱི་གཏུམ་མོ་གི་གཙུག་ལག་ཁང་གཙོ་བོ་དང་ནི་རླ། དེ་ན་ད་ཕྱི་ལོ་སྟོང་གཅིག་རེ་སུམ་བརྒྱ་རེ་དགུ་བཅུ་གོ་བཞི་གི་ལོ་ཁོང་སང་གི། འདི་གི་རྗེ་བཙུན་བྱམས་པ་མགོན་པོ་གི། འབག་གི་བཞེངས་ཡོད་ནོར་གི་གཙུག་ལག་ཁང་དེ་གི། འབག་གི་ལ་ཞིག་གསོ་བྱས་པར་མ་ཟད། འབག་གི་དུ་བཞུགས་ཚོགས་གཏན་དུ་སངས་རྒྱས་ཀྱི། སྐུ་གི་རྟེན་འགྲམ་མོ། སྐུ་གི་རྟེན་དུ་བཞུགས་ཚོགས་ཀྱི་གཙུག་ལག་ཁང་དང་བཅས་བ་ལ་ཡོངས་རྫོགས་སྐོར་ཞིག་གསོ་མཛད་ལྟར་དག་པོ་དང་རྟེན་དང་བརྟེན་པ་ལ་ཞིག་གསོ་མཛད་པ་རེད། ནང་གི་སྐུ་གསུང་ཐུགས་གསུམ་གྱི་རྟེན་གྱི་ནང་གི་སྐུའི་རྟེན་དེ་ལ་ཞུགས་སོ་མཛད་པར་མ་ཟད། སྐུའི་རྟེན་དུ་བཞུགས་སོ་བའི་ཚིག་ལྷག་གང་ལ་ཡང། ཞུགས་སོ་ཡི་དང་ནི་བླ། དེ་དང་འདྲ་རྟེན་དང་བརྟེན་པ་ལ་ཞུགས་སོ་མཛད་ཚིག་ནི་དེ་གའི་གོ་བ་ལ་འགྱུར་མོད། ཡང་དེའི་ཁྲོད་ཀྱི་མཛད་ཆེན་བཞི་བོ་གི་ནང་གི་ཉི་བ་མོ་རེ་ཉི་བ་མོ་སྙེད་ཀྱི་ལོང་རིར་ཆོས་འཁོར་བསྐོར་བ་རེ། ཉིལ་ཞེས་པའི་ཡུལ་དེར་བསྐོར་ས་ཆ་དེར་བསྐོར། ས་མང་རེ། འདི་ནས་ཆོས་འཁོར་བསྐོར་བ་རེ་ལྟ། ཁོང་སེང་གི་དབུས་གཙང་གི་ས་ཆ་སོང་དེ་དང་ཁྱུང་ནེ་ར་གྲུབ་མཐའ་རིས་མེད་ཀྱི་དགེ་རྒན་བླ་མར་བསྟེན། བླ་མ་དགེ་རྒན་དང་བསྟན། བསྟན་འཕེར་མ་ཚེ་ལ་ཀི་སང་ངང་འདི། ཡོན་ཏན་ཆེན་པོ་ཐོབ། དེ་ཡི་དང་ཆུང་དང་ཐོག་མར་འཆད་རྩོད་རྩོམ་གསུམ་གྱི་སྒོ། རྩོམ་གསུམ་ལ་བརྟེན་ཏེ་དང་ཆུང་ནས་སངས་རྒྱས་ཀྱི་བསྟན་པ་རྒྱས་པར་སྤེལ་ཟིན། འདི་དག་འདི་འཆད་པའི་ཕྲིན་ལས་སྤེལ་པའི་སྤེལ་བའི་གནས་སྐབས་རེད། ད་ངེད་ཀྱི་ལུང་རྭ་ཚོགས་ནོར་ག་ནས། བསྡུ་བྱའམ་ཡང་ན། མང་ཚོགས་མང་བོ་ཁ་མ་གཅིག་ག་དིར་བྱེད་ནུ་གི་བྱེད་ནུ་གི་ཁྲོད་ནས་ཁི་གི་ད་སྡི་ཞབས་མང་བོ་ལ་ཁྱེད་ཀྱི་འཁོར་ལོ་བསྐོར་བའམ་ཡང་ན་བཀའ་ཆོས་གསུང་བ་དེ་དག་དིར་མོ་འདི་སྤྱི་ལོ་སྟོང་གཅིག་རེ་སུམ་བརྒྱ་རེ་དགུ་བཅུ་གོ་བདུན་གི་ལོ་གི་མཛད་པ་དེ་རེད། དེའི་འཕྲོ་གི་ད་ཆོས་འཕྲུལ་སྨོན་ལམ་ཚིག་པ་དང་དགའ་ལྡན་སྒྲུབ་མཆོད་དཔལ་བ་འདི་གཉིས་ཀ་ལོ་གཅིག་ག་ཁེའོ་གི་སྤྱི་ལོ་སྟོང་ཚོ་གཅིག་རེ་བཞི་བརྒྱ་རེ་དགུ་གི་ལོ་ཁེ་ད་ནོ་རེད་འདི་གཉིས་ཀ་ལོ་གཅིག་ལ་འདི་གི་མཛད་ཆེན་བཞི་གི་ནང་གི་མཛད་པ་གསུམ་པ་རེ་བཞི་བ་གཉིས་ཀ་ལོ་གཅིག་ག་སྤེལ་ནི་རེད་ལ། དེ་ལྟ་ན་འོ་ཆེ་ཐོག་མར་ཤེས་དགོས་རྒྱུ་ཚོ་ནི་ག་རེ་བྱས་ནས་ཆོ་འཕྲུལ་སྨོན་ལམ་བཙུགས་པ་རེད། ཆོ་འཕྲུལ་སྨོན་ལམ་བཙུགས་པ་རེད་འདི། ག་རེ། ལྷ་ལྡན་སྨོན་ལམ་ཆེན་མོ་ཆེན་མོ་གི་སྲོལ་ཐོག་མར་བཙུགས་པ་དེ་རེད། ལྷ་ལྡན་སྨོན་ལམ་ཆེན་མོའི་སྲོལ། འདི་རྐང་བའི་སྟངས་ཐག་བཅད་ན། འདི་གི་ལོ་སར་གི་ཚེས་གཅིག་ནམ་ཡང་གི་ཚེས་བཅོ་ལྔ་གི་བར་སྨོན་ལམ་བཙུགས་ནི་རེད། ད་སྨོན་ལམ་ཚིག་པ་རེད་སྨོན་ལམ་ཚིག་གི་ནུ་གུ་སོ་སྒྱིན་འདི་དག་གོན་ཏེ་ཐང་མ་ལྷ་ས་ན་རེ་ཡོད་ནི་རེད་ད་བུ་ཏྲ་བུ་ཏྲ་ཡོད་གི་འོ་ཆི་ཨ་མདོ་ས་ཆ་ན་ར་དགོ་འདི་གི་དགེ་ལི་ཁ་གི་དགོན་འདི་སོ་སོ་ན་ཡོད་རྒྱ་ལོ་སྨོན་ལམ་རྒྱ་ལོ་སྨོན་ལམ་ཚིག་གོན་ནི་རེད་ལ་འོ་དི་དགོ་དི་རེད་ད་འདང་བ་འདི་སྤྱི་ལོ་སྟོང་གཅིག་ར་བཞི་བརྒྱ་ར་དགུ་གི་ལོ་རྗེ་བཙུན་ཁ་བ་ཆེན་མོ་གི་ལྷ་སྡེ་ནི་སྨོན་ལམ་ཆེན་མོ་ཡང་ན་ཆོས་འཕྲིན་སྨོན་ལམ་ཚིག་པའི་ཧྲུལ་དི་གི་ཤི་རྗེས་ཏི་ད་བུ་ཏྲ་ར་འོ་ཆི་དགོན་འདི་གི་ཁི་མ་ཉི་མ་ད་བུ་ནོ་དི་དགོ་དི་རེད་ད་འདི་གི་ཆོ་ག་ཕྱག་ལེན་གི་ལ་ཀ་གི་དགོན་འདི་སོ་སོ་མཚམས་མཚམས་མ་ཙ་གི་ཚིག་མི་གཅིག་རྗེས་ཡོད་གི་སྤྱིར་སྐུ་ཞེས་གསུངས་ན་རྗེ་བཙུན་མཁའ་འགྲོ་ཆེན་མོ་གི་ཕྱི་ལོ་སྟོང་གཅིག་རེ་བཞི་བརྒྱ་ར་གི་གི་ལོ་ནས་དགོངས་ཏེ་ལྷ་ལྡན་སྨོན་ལམ་ཆེན་མོ་ཡང་ན་ཆོ་འཕྲུལ་སྨོན་ལམ་ཆེན་མོ་འདི་འཛིག་དགོས་ལུགས་ཀྱི་རྒྱུ་མཚན་ཇི་ཟེར་ཡིན་ཟེར་ན། ཚེས་གཅིག་ནམ་གྱི་བཅོ་ལྔ་བར། ད་འདི་གི་ལྷ་ས་གི་ཉིན་གྲུབ་ནའོ་ནོ་གི་ད་རབ་བྱུང་བ་མོ་ངོ་ཁ་མ་ཅི་ག་དུས་དེ་དང་ཆོ་ངོ་སྨོན་ལམ་འཛིག་པ་རེད། སྨོན་ལམ་འཛིག་ནོ་ཡན་ཆད་ཁག་ཁག་བྱས་ནས་འདི་འཛིག་དགོས་ནོ་རྒྱུ་མཚན་ཅི་ཟེར་ཟེར་ན། དང་མ་སྟོན་པ་སངས་རྒྱས་ཤིག་བྱེད་ཐུབ་པ་ཕྱེད་བཞུགས་པའི་དུས་སུ། རྒྱ་གར་ནས་སྒོ་ནར་ལ། འདི་ཚེས་གཅིག་ནམ་གྱི་བཅོ་ལྔ་བར་རྡུལ་བཏུབ་བ་རེད།

དེའི་ལྷན་ཅིག་གི་སྤྱི་ལོ་སྟོང་གཅིག་རེ་བཞི་བརྒྱ་དགུ་གི་ལོ་མདོ་སྡེ་བའི་ཆེས་ལྷ་ས་གི་ཇོ་ཁང་རེད། ལྷ་སའི་ཇོ་ཁང་རེད་ལ། ཇོ་ཁང་གི་ཇོ་བོ་གི་སྐུ་ལ་དབུ་རྒྱན་ཕུལ་བ་རེད། དང་པ་འདི་གི་རྒྱ་བཟའ་འདི་གི་སྲོང་བཙན་སྒམ་པོའི་སྐབས་སུ་རྒྱ་བཟའ་དཀོན་མཆོག་གི་ཐང་ནས་ག་གི་ཇོ་བོའི་སྐུ་འདི་ཡེར་ར་གདན་འདྲེན་ཞུ་དགོས་ནས་སྐབས་སུ་སྐུ་གི་རྣམ་པ་དེ་ཕྱི་ཟུར་ཟིན་ན་སྤྲུལ་སྐུའི་རྣམ་པ་ཅན་རེད། སྤྲུལ་སྐུའི་རྣམ་པ་ཅན་གཟིར་ཐག་བཀོད་ར་བ་ཆེ། ཆོས་སྐུའི་སྐྱོན་ཡོན་པ་ཚོ་ཀུན་ནས་བསླད། ཆོས་སྐུའི་གནོད་ཡོན་པ་ཐུབ་དམུ་དགུ། སྐུ་གི་རྣམ་པ་ཅན་རེ། སྤྱི་ལོ་སྟོང་གཅིག་རེ་བཞི་བརྒྱ་རེ་དགུ་གི་ལོ། རྗེ་བཙུན་ཁ་བ་ཆེན་མོ་གི། ལྷ་ལྡན་སྨོན་ལམ་ཆེན་མོ་འཛུགས་སྐུ་ནས་སྐབས་འདིར་དགོངས་ཏེ། ཆོ་འཕྲུལ་སྨོན་ལམ་ཆེན་མོ་འཛུགས་སྐུ་ནས་སྐབས་འདིར་དགོངས་ཏེ། དབུ་རྒྱན་འབུལ་དང། ད་དབུ་རྒྱན་ཟིན་ན་མི་དགོས་ཀྱི་མེད་ཀི་མོ། རེད་ལ། དེ་ནས་རྒྱུ་མཚན་གི། ད་དེའི་ཚོང་རེ་ཐག་གོ། སྐུ་གི་རྣམ་པ་གི་ལ་ཀ་གི་རྣམ་པ་འགྱུར་ལྡང་ནོར་ཕྱི་གི་རྣམ་པ་གི་ལོག་སོང་ཟིན་ན། ལོངས་སྐུའི་རྣམ་པ་ཅན་གི་ལོག་སོང། ད་སངས་རྒྱས་སྐུ། སྤྲུལ་སྐུ་ལོངས་སྐུ་ཆོས་སྐུ་ཟེར་གསུམ་མོ་ནོར་ནང་གི་དེ་སྤྲུལ་སྐུ་རེད། བཀའ་སྐུ་ལོངས་སྐུ་རེད། ལོངས་སྐུ་རྣམ་པ་ཅན་གྱི་སྐུ་གི་ཁྱད་ཆོས་ཅི་ཡིན་ནར་ཟེར་ན། ད་འོ་ཆོས་ཐང་ཀ་རེད་དེ་ལ་བཀའ་དེ་ན་ཤེས་ཐུབ་ཀི། སངས་རྒྱས་ཀྱི་སྐུ་དེ་གི། གོང་འོག་རྒྱུ་ན་དབུ་རྒྱན། ཡང་ན་བཀག་རྡིབ་རྐང་རྡིབ་ལག་རྡིབ་ལྟ་བུ་རྒྱན་ཆ་སྤྲས་ཡོད་པ་ལ། རྒྱན་ཆ་སྤྲས་ཡོད་པའི་སྐུ་གི་ཁྱད་ཆོས་དེ་འོག་ཏུ་ལོངས་སྐུའི་རྣམ་པ་ཅན་རེད། ད་རང་ཁྱིག་གི་དྲ་བ་དྲ་རྐྱང་གི་ཚིག་གི་རྣམ་པ་ཆོས་སྐུའི་ཙམ་གང་ཡོད་ནོར་གི་གཏི་མུག་གི་རྣམ་པ་ཅན་དེ་ཡང་སྤྲུལ་སྐུའི་རྣམ་པ་ཅན་ཡིན་ནི་རེད།

ཏའོ་རོ་ཆི། ཀ་གི་སེང་ཁྲི་དགེ་སེམས་ཀྱི་ནང་གི། དགའ་ལྡན་བོད་དགོན་པ་ཟེར་ན་རེད་ལ། འོ་དོ་དོ་དོ། དེ་དབུས་གཙང་གི་ས་ཆ་མཚོན་བརྗོད་བགྱིས་ན། གདན་ས་ཆེན་པོ་བཞི་ཟེར་ནི་རེད་གདན་ས་ཆེན་པོ་བཞི། བཞི་བོ་བརྩི་བཀུར་ཐག་བཀོད་ར་ར། སེང་ཁྲི་དགེ་སེམས་ཀྱི་ལ་ཀ་གཙང་དྲག་ཤིང་ལྷུན་པོ་བཞི་གི་ལྟ། གདན་ས་ཆེན་པོ་བཞི་ཟེར་ནི་རུམ། ཡིན་ད། སེ་ར་འབྲི་སྤུངས་དགའ་ལྡན་འདི་ལ། དེ་ཕྲུག་གི་ལྟ་གཙང་དྲག་ཤིང་ལྷུན་པོ་རུམ་མོ། འདི་ཆོས་བཞི་བཞི་བོ་བཞི་གི་ལྟ་དང་ཁྱོང་ནི་གདན་ས་ཆེན་པོ་བཞི་ལྟ་ཟེར་ནི་རེད།

ཨོ་ཆེ། སློབ་ཚན་སྔོན་མོ་ནང་ངོ་སྤྲོད་ནུབ་རྒྱུ་ར་མ་ནག་གི་གཏམ་གཅིག་གི་རྩོམ་པ་པོ་ཞང་ཞུང་བ་ཆེ་གང་དྲུག་པ་ཡང་ཁི་སང་གི་སློབ་མ་སྐྱབས་གཅིག་ནི་མཐའ་མོ། ཨོ་ད་དུ་གོ་ད་རེད། ཏུ་མུ་ལྟ་བུ། ཁི་ཆིན་དམངས་ཨོ་རྐྱང་ཡིན་ནི་རེད་ར། ད། ཤ་སེར་བསྟན་པའམ་ཡང་ན་དགེ་ལུགས་ཀྱི་བསྟན་པ་འདི་གོ་འདི། ས་སྟེང་ན་འགྲན་ཟླ་བྲལ་བྲལ་བ་ཟིག་གི་སྟེང་སུད་ཀྲ་ཐོག་མར་བྱས་བ་རེད། ད་ད་ལྟ་ཡིན་རེད་ད་གོ། འདི་དགེ་ལུགས་ཀྱི་གྲུབ་མཐའ་གི་བརྗིད་འཇིག་དང་དགོན་པ་ལྟ་བུ་ཡིན་རེད་ད་གོ་རེ་ར། དབུས་གངས་ཅན་གྱི་ལྗོངས་ན་གྲུབ་མཐའ་གཞན་ཀི་ན་བལྟས་ན།

དེ་ཁྲོ་གི་ད་ཁི་སང་གི་སྐུ་ཚེ་གོང་འོག་གི་མཛད་རྗེས་འདི་དག་གོང་དུ་ཟེར་དགོས་མོད་ཀོ། དྭངས་མ་སློབ་གཉེར་ཇི་ལྟར་བྱས་བ་དེ་ནས་བསྡུ་བྱ་ཇི་ལྟར་བསྐྱང་བ་དེ་ནས་སངས་རྒྱས་ཀྱི་བསྟན་པ་སྤེལ་བ་དགེ་ལུགས་ཀྱི་གྲུབ་མཐའ་འདི་དག་འདི་ལྟར་ཞིང་སྐྱེས་བུར་སྤེལ་ནོ་གི་གནས་ཚུལ་འདི་དག་འདི་རྗེ་བཙུན་འཁོར་བ་ཆེན་པོ་ཁོང་གསུང་ང་རང་གི་རྟོགས་པ་འཇོག་པ་རྟོགས་བརྗོད་འདི་ལག་མ་གི་ནང་ན་ཤོ་ལོ་ཀ་གཅིག་གི་ནང་བསྡད་བཞག་ནོ་ཞེས་ཡིད་ལ་ཡང་འགྱུར་བའི་ཕྱིར་ངོ་ན་དེ་རིང་རང་བྱུང་གི་རྩོམ་ཡིག་ཞིག་འདི་ནང་གི་ངོ་སྤྲོད་ཉུང་ན་རེ། ཅི་ཟེར་གི། དང་པོར། དང་པོར་བརྒྱ་བྱིན་འཕེལ་བ་མང་དུ་བསྩལ། བར་དུ་གཞུང་ལུགས་ཐམས་ཅད་གདམས་པར་ཤར། དེ་ནས་ཐ་མར་ཉིན་མཚན་ཀུན་ཏུ་ཉམས་སུ་བླང། ཀུན་ཀྱང་བསྟན་པ་རྒྱས་པའི་ཆེད་དུ་དངོས་དེ་གནས་དམ། དེ་ལྟར་ན་རྟོགས་བརྗོད་འདི་ལ་སྨྲ་བའི་ནང་ཁུལ་གསང་གི་ཚིག་གོང་འོག་གི་ལོ་རྒྱུས་དེ་དག་ཏུ་བསྡུ་མ་བསྡུ་མ་ཡོད་དེ་དང་ཁྱོད་གང་གི་ནང་དེ་བཞུགས་ནོར་ཟེར་ན་ཚིག་གཅིག་ཤོ་ལོ་ཀ་གཅིག་གི་ནང་དེ་བཞུགས་གནས་དམ། རེད་ལ། ལྟོས་ཆེ་ངན་ན་དགའ་གི།

འདི་རྗེས་སུ་འཁོར་བ་ཆེན་པོ་ཁོང་སེང་གིས་རང་གིས་རང་ལ་བརྩམས་པའི་རྟོགས་བརྗོད་ཅིག་ག། འདི་གི་རྟོགས་བརྗོད་འདི་ལགས་མ་ཟིག་ཟོ་གི་མོ། དེ་ནང་ན་ད་ཁི་གི་ཚེ་གང་བོ་གི་ཁི་གི་རྣམ་ཐར་སྣ་ཆོག་གི་ཁི་གི་ལོ་རྒྱུས་དེ་དག་ཏུ་ཁོ་ལོ་ཀ་སྟོང་གཅིག་གཅིག་གོ་འདི་ན་འདི་གི་གཞུག་ནོར་འོ་ཆེ་ངོ་ན་རྗེ་ཙོང་ཁ་བ་ཆེན་མོའི་རྣམ་ཐར་མདོར་བསྡུས་ཚིགས་བཅད་བཅུ་བདུན་པ་སོགས་ནང་དུ་ཁོ་ལོ་ཀ་འདི་དག་གོ་འདི་རྒྱས་བ་ལས་ནི་རྒྱས་འགྲེལ་ཁོ་ནར་སླ་རྒྱས་འགྲེལ་དེ་དང་ཆུང་ལྟར་བྲིས་སྟངས་ནི་རེད་ད་འདི་སྐབས་ནས་རེད་ར། ཆེས་ཐོག་མར་ཁེ་དབང་ཚང་མ་སངས་རྒྱས་ཀྱིས་བསྟན་པའི་ཆོས་སྒོར་ཞུགས་མ་ཐག་ཏུ་རྒྱ་ཆེན་མཐེ་བོ་མང་དུ་བཙལ་བའི་སྐོར་འདི་ལྟ་ཅི་གང་གོང་ནས་ངོ་སྤྲོད་དང་དང་དཔོན་ཆོས་ཀྱི་ན་མདོ་མི་ནའོ་ནི་སྐབས་སུ་ག་གི་ག་གི་ཆོས་བརྒྱུད་དོན་གྲུབ་རིན་ཆེན་དེ་འཕྲོ་གི་དབུས་གཙང་གི་ས་ཆ་ནའོ་ནི་ཡོང་ནུས་སྐབས་སུ་གྲུབ་མཐའ་རིས་མེད་ཀྱི་བླ་མ་དགེ་རྒན་བསྟེན་ནས་ནི་སློབ་གཉེར་མང་པོ་བྱས་བ་དང་བསྟན་ནི་ལ། དེ་འཕྲོ་གི་བར་དུ་གཞུང་ལུགས་ཐམས་ཅད་གདམས་པར་ཤར་ཟིན་ན་འདི་སྐབས་ཀྱི་གཞུང་ལུགས་འདི་སངས་རྒྱས་ཀྱི་བཀའ་རེད། སངས་རྒྱས་ཀྱི་གསུང། ད་འདི་ཆེད་གོ་བོ་ན། སངས་རྒྱས་ཀྱི་གསུང་གི་ནང་གི། སངས་རྒྱས་ཀྱི་གཞུང་གི་ནང་གི། ཚིག་གཅིག་ཀྱང་ཡི་གེ་གཅིག་ཀྱང་མ་ལུས་པར་ཐམས་ཅད་པོ་ད་ཐར་བ་ཐོབ་ཆེད་གོ་གི་གདམས་ངག་ཡིན་པར་ཤར་བའམ་གདམས་ངག་ཡིན་པར་ཤེས་སོང་དུ་ཁུག། ངེ་ན་སློབ་གཉེར་འདི་ལ། དེ་ཁྲོ་གི་སངས་རྒྱས་ཀྱི་བཀའ། སངས་རྒྱས་ཀྱི་ཆོས། ཆོས་དེའི་ནང་གི་ད་ཡི་གེ་འདི་འདྲ་ཞིག་ཀྱང་མ་ལུས་པར་ཚིག་གཅིག་ཀྱང་མ་ལུས་པར་ཐམས་ཅད་པོ་ད་གང་ཡིན་པར་ཤེས་པ་རེད་ན་ཐར་བ་ཐོབ་ཆེད་གོ་གི་གདམས་ངག་ཡིན་པར་ཁུག་ཤེས་སོང་དུ་ཁུག། ཤར་སྐུ་ནུ་དར་མོ། ཡིད་ལ་ཤར་བ་དང་ཡིད་ནི་ཤི་བར་མོ། རེད་ལ། འོ་ཏི་ཤི་ནུ་བཞི་རྩ་གི་སྟེང་ནས་ད་ཐ་མར་ཉིན་མཚན་གི་འདི་ཉམས་སུ་བླངས་སངས་རྒྱས་ཀྱི་སུ། སངས་རྒྱས་ཀྱི་གསུང་དེ་དག་ཐམས་ཅད་སངས་རྒྱས་ཀྱི་སྐུའི་བཀའ་དེ་དག་ཐམས་ཅད་ཉིན་མཚན་དབྱེ་དབྱེ་བ་མེད་པར་ཉམས་སུ་བླང་བ་ཡིན། དེ་ཁི་ཁི་ཁི་ཁི་ཁི་ཚིག་གི་ངོ་བོའི་རང་ངག། བྱ་བ་དང་མཛད་སྤྱོད་གང་དང་གང་ཞིག་སྤེལ་བ་ཐམས་ཅད་སྐུ་ར་ཆིག་ཚིག་གི་ཆེད་དུ་ཡིན་ལ་སངས་རྒྱས་ཀྱི་བསྟན་པ་གི་ཆེད་དུ་སྤེལ་ནི་རི་མོ། ཨོ་དེ་དེ་དང་ཁྱོང་ནེར་ཏི་ཟིག་ནེར་ཁི་སང་གི་ཀི་ཚིག་ཀུང་ཧུ་གི་མཛད་ཀྱིས་ཧུ་ལུ་ཁ་ཤི་ཀི་ནང་དེའོ་ནི་རེ། ཐུགས་རྗོད་འདི་ལག་མ་གི་ནང་གི་ཤོང་ནི་རེ། འདི་ལོ་གོ་འདི་རེ། ཡ་དེ་ཕྲུག་གི་ད་རྗེ་བཙུན་འཁོར་བ་ཆེན་མོ་ཁོང་སང་གི་གསུང་རྩོམ་གི་སྐོར་ར་ཚོམ་བྱུས་ཀྱི་ན་སྤྱི་བསྡོམས་པའི་སྤུང་གསུང་རྩོམ་སྤུལ་ཕྱིར་གི་ཡོད་གི་དེའི་ནང་ན་སྙན་ངག་རྟོགས་བརྗོད་གསོལ་འདེབས་འཕྲིན་ཡིག་སྨོན་ལམ་ལ་སོགས་པ་ཧ་ཅང་མང་པོ་ཞིག་ཡོད་ནི་རེ། ད་དེ་རིང་བོ་ཆེ་འདི་ན་བཤད་ཀྱིས་སུ་གོ་ནོ་གི་བྱང་ཆུབ་སེམས་དཔའ་རྟགས་དང་གི་ཡོད་ཐུགས་རྗོད་བྲིས་ལ།

རྗེ་ཙོང་ཁ་བ་ཆེན་མོ་སྐུ་ཕྱག་གི་མི་ལ་ལོ་ངོ་མང་ཟིག་འགོར་སོང་ཟེར་བ་ད་ལྟའི་བར་དུ་འདི་ལྟ་བ་ཟིག་ཕྱིས་ར་བརྩམས་མ་མྱོང་ཟེར་མ་འོང་བ་ན་ར་ཧ་ཆེར་བརྩོམ་ཐུབ་ཀྱི་མ་རེད་ཟེར་བདེ་ཐང་ཆུང་ངུ་ནས་ར་སྡོམ་ཚིག་བཀོད་ན་ཆོག་གི་བསམ་ཁྱེད་ལྟ་མོ་ཟེར་ཟས་ནུས་རྒྱུ་མཚན་གི་ད་འདི་ག་དགེ་འདུན་ཆེན་ཕེབས་བཞུགས་པའི་སྐབས་སུ་ར་དགེ་འདུན་ཆེན་ཕེབས་ཀྱི་ར་ཆེ་གི་སྡོམ་ཚིག་བཀོད་གི་ཟིན་ན་ད་ལྟའི་བར་དུ་བར་དུ་རྗེ་ཙོང་ཁ་བ་ལྟ་བ་ཟིག་བྱུང་མ་མྱོང་ཟེར་ར་མ་འོང་བ་ར་བྱུང་ཐུབ་ཀྱི་མ་རེད་ཟེར་སྡོམ་ཚིག་བཀོད་ནི་རེད་ལ་ལྟ་མོ་ལྟ་བུ་རེད་ད་བུ་ཆེ་བྱེ་བྲག་ནི་འདི་ནས་གསུང་ལྡན་གྱི་རྒྱན་ལ་བྱུང་བ་འདི། བཀའ་བསྒོས། རྗེ་བཙུན་ཁོ་བོ་ཆེན་པོས་འཇམ་བསྟོད་ཁྲི་འཇམ་མཚོ་བོའི་ནང་གི་འཇམ་དཔལ་གྱི་སྐུ་ལ་བསྟོད་པ་དང་གསུང་ལ་བསྟོད་པའི་ཤོ་ལོ་ཀ་འདི་གཉིས་ཀ་གསུང་རྟེན་གྱི་རྒྱན་ལ་བྱང་བའི་བར་འདུག་འདི་ཧ་ཅང་སྙན་ངག་གི་ཉམས་མཐུན་ཡོད་པ། དེའི་འཕྲོས་སྐོར་གྱི་ཐུན་མོང་མིན་པའི་ཁྱད་ཆོས་ཡོད་པ་འདུག་འདི་གང་ནས་ཤེས་ཐུབ་ན་རེ་ཟེར་ན། ད་འདི་ལྟ་བུ་རེད་འོ་ཆེན་འདི་ལ་སྐད་ཅིག་བཤད། འདི་ཅིག་ལྟ། ཏེ་ར། བསོད་ནམས་ཚོགས་རབ་རབ་འབྱིན་རྒྱུ་ལས་འཁྲུངས་བའི་སྐུ་མཆོག་མཆོག་ཏུ་མཛེས་པ་ཁྱོད་ཀྱི་སྐུ། ནམ་མཁའི་མཐས་གཏུགས་སྟུག་པ་མེད་པའི་བྱང་ཕྱོགས་ཀུན་ཏུ་དུ་མས་འགྲོ་ལ་མིག་འཕྲུལ་བཞིན། ལ་ལར་བལྟམས་ཤིང་བྱང་བཞིན་དུ་ཡང་བྱང་ཆུབ་ཚུལ་སྟོན་སྟོན་པ་ཁྱོད་ཀྱི་སྐུ་ཡིས་ནི། བཀོད་པ་མཆོག་འདི་འདི་དང་གཞན་དུ་མ་ལུས་འགྲོ་ཀུན་ཀུན་མཁྱེན་ཅིར་ཀྱང་བརྗོད་མིན་ཡིད་བཞིན་འདི་རྗེ་བཙུན་འཇམ་དཔལ་གྱི་སྐུ་གི་བསྟོད་པ་རེད།

མང་ཚིག་ཨ་རི་རེད་ལ། དེ་ཕྲུ་གུ་ལ་ཨ་ལིར་གཏམ་བྱང་བྱང་བཞིན་དང་ཡང་བྱང་ཚིབ་བྱང་ཆིབ་ཚིག་དོན་སྟོན་པ་ཁྱོད་ཀྱི་གི་ཡིན་ནོ་གཟུགས་སྟོན་འདྲ་ག་ཉི་ག་སྟེར་ར་སྟོན་ལ་སྔོན་མ་བོ་གང་ནི་རིགས་ན་བྱ་ཚིག་ནི་རེད། དོན་ཕྱི་མ་བོ། མང་ཚིག་གི་ལོག་ལྟ་ནི་རེད་ལ། འོ་དེ་དང་དེ་ལྟ་བུ་ད་འདི་ནས་རིགས་བསྒྲིགས་ཤིག་གཏོང་རེ་ར་འདི་ཆོས་ཡོངས་རྫོགས་གོ་ཤེས་ཐུབ་གི། འདི་ལྟ་བུ་འབྲི་མཁན་ད་ཧ་ཅང་ཉུང་གི། ཡིག་གེའི་རིགས་འདྲ་གཉིས་སྐྱབས་གཅིག་ཏུ་བཀོད་ལེ་ནི་ར་ཉན་གི་འབྲི་འོ་ན་ལྟ་བུ་བྲ་ཡོད་གི་ཟི་ན་ཡོད་གི་ར་འོར་གི། ཡིག་གེའི་རིགས་འདྲ་དེ་གཉིས་ཀ་ནང་དོན་གོ་བ་ལེན་ཐང་གི་ལ་ག་གི། གོ་བ་སོ་སོར་འདྲེན་རྒྱུ་ཡོད་པ་སོགས་ཁོ་ནར་བསླད། འདི་ལྟ་བུར་འབྲི་མཁན་དག་ཧ་ཅང་གི་ཉུང་གི། དེ་ཡིན་དུས་རྒྱུ་མཚན་གྱི་དག་འདས་ཀྱི་འོག་གི། སྙན་ངག་འབྲི་མཁན་ཐམས་ཅད་ཀྱི་ནང་གི། སྲོལ་རྒྱུན་སྙན་ངག་འབྲི་མཁན་ཐམས་ཅད་ཀྱི་ནང་གི། གསུང་རྟེན་གྱི་རྒྱན། བར་སྣང་ནས་བའི་གསུང་རྟེན་གྱི་རྒྱན་འབྲི་བ་ལ་རྗེ་བཙུན་གོ་བ་ཆེན་མོ་ནི་མཆོག་ཏུ་གྱུར་བ་རེད་ཟེར་དགོས་ནོ་གི་སྡོམ་ཚིག་གོ་གི་ནོ་རྒྱུ་མཚན་ར་དོན་དུ་གོ་དོན་ནི་བྱུང་ནི་ཡིན་ཏེ་ཟེར་དགོས་གོ། དེ་ཕྲུག་གི་ད་ཚིག་རྐང་ཞི་འདི་ཁོ་ལོ་ཀ་ཉོས་བ་མོ་འདི་སྟེར་ཉོས་བ་མོ་འདི་ནང་ན། ཕྱོགས་བཅུའི་ཞིང་ཀུན་ཀུན་ནས་འགང་བའི་དགྲ་སྐད་སྐད་ཀྱི་དབྱེ་བ་མཐའ་དབྱེ་བ། སེམས་ཅན་གྱི་དབྱིངས་ཡིད་དང་མཐུན་པར་ཚིམ་བྱེད་ཤེས་པའི་གསུང་ཀྱང་སྲིད་ནོན་པ། ཁྱོད་ཀྱི་གསུང་དབྱངས་དབྱངས་ཀྱི་ང་རོའི་དཀྱིལ་འཁོར་འཁོར་ལོ་སྲིད། ཁྱོད་ཀྱི་གསུང་དབྱངས་དབྱངས་ཀྱི་ང་རོའི་དཀྱིལ་འཁོར་འཁོར་བ་སྲིད་དུ་རྒྱུན་ཆགས་པས། སྙན་པའི་གསུང་གང་གང་གི་རྣ་བའི་གནམ་དུ་ལྷུང་ན་ན་རྒ་འཆི་བ་འཕྲོག་པར་བྱེད།

གཏི་མུག་གཟུགས་རེད། དེ་གཟུགས་བསྟེན་ན་འགྲིག་རྒྱུ་རེད་དམ། དེ་ལྟར་གཅིག་རྒྱུ་བ་གི་ལས་སྤྲོ་ན་ཧ་ཅང་ཁོས་ཅག་ཐུགས་ཁུར་མང་གི་ར། དེ་ལྟ་ཁོམ་དུས་ཚོད་དྲ་ཚིགས་ལ་དཀའ་གི་མི་འདང་གི་བསམ་འཆར་དུམ་བུ་ཡོད་ན། འདི་གི་མཁས་གྲུབ་རྗེས་ཀྱི་བསམ་བློ་གི་རྗེ་རིན་པོ་ཆེ་གི་རྣམ་ཐར་དད་པའི་འཇུག་ངོགས་སུ་བཀོད་ནོ། དེ་དག་གི་དེ་བསྟེན་ན་ལྟ་ར་བདེ་ནི་རེད། དུས་ཚོད་གི་ར། འདང་རྒྱུ་རེད་བསམ་འཆར་དུམ་བུ་ཟེར་གོ།

སྔོན་ན་ཞིང་ཆེན་སོགས་ཁག་ཏག་ཏག་ངང་སྐོར་འདུག་དེ་གར་ཤེས་རབ་ཀྱི་ཕ་རོལ་ཕ་རོལ་ཏུ་ཕྱིན་པ་བཙལ་རྒྱུག་བྱེད་དེ། ད་ཤེས་རབ་ཀྱི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་བཙལ་བ་ཟིན་ན་ར་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་སློབ་གཉེར་བྱེད་རྒྱུག་བྱེད་དེ་རེད། འོ་ཕྱིས་ཕར་ཞུན་ཁྲིག་གི་ནང་ན་ཨ་ཐེར་གྱི་བཞུགས་མོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཡིན་ཐ་མོ། རེད་ལ། འོ་དེ་རེད། དེ་སློབ་གཉེར་བྱེད་རྒྱུག་བྱེད་དེ་ད། དུས་ཚོད་ཡིན་རང་ཟིག་གི་བར་ར་དགེ་རྒན་བཙལ་ནི་དྲ་དགེ་རྒན་ཁག་ཡིད་ལ་འཐད་པ་ཟིག་ར་ཡང་ན་བློ་ངོར་འབབ་པ་དགེ་རྒན་ཟིག་མ་རྙེད་ནི། མ་ཉེས་ནུས་རྒྱུ་མཚན་ངག་ཁུག་ཡ་དེའི་རྒྱུན་དང་ངེས་ཡིད་དེ་ཡིན་རེད་ཕྱི་ཟིག་ཡང་ངག་དགོས་སྟངས་དར་ཟིག་ན་ཨ་ཡོ་ད་ང་འདི་གཉིས་ལས་ངན་ཟིག་རེད་སྤྱིར་གི་འདི་གི་ཧེ་རུ་ཀྱི་ཕ་རོལ་ཏུ་ཕྱིན་པ་འདི་ལྷོ་བུ་གཉིས་རིག་ན་འདོད་ལ་དགེ་རྒན་ཟིག་བསྟེན་ན་འདོད་ནི་ཡིན་འདྲ་རེད་ད་དགེ་རྒན་ཟིག་གི་ཡིད་ལ་འཚམས་པ་ཟིག་བློ་ངོར་འབབ་པ་ཟིག་དགེ་རྒན་ཟིག་ར་ལ་ཁ་མི་ཆེ་གི་ཟིག་ནི་རེད་ལ་ལ་ཁ་མི་ཡོང་གི་ཟིག་ཡིད་ཧ་ཅང་སྐྱོ་བའི་ངེས་ཡིད་དེ་ཡིན་རེད། དེའི་ཁྲོད་གི་ད་གཞིག་ནས་དཀའ་ཡི་དང་ད་འདི་གི།

ད་ཤ་དང་ཁྲག་ལ་སོགས་པ་སྐུ་ནི་ལ་འདི་བཙོང་རྒྱུ་ཡིན། ཉོ་མཁན་ཨེ་ཡོད་ཟེར་ན་དྲིས་དེས་ཉོ་མཁན་མ་བྱུང་ཟེར། ཉོ་མཁན་མ་བྱུང་བ་དང་ནི་སྐབས་དེ་ཡང་ཁོས་ངའི་ཡིད་དེས་ངའི་དགུང་ལོ་རྒྱུ་མཚན་ཅི་ཟེར་ཟེར་ན་ངས་རང་གི་དགེ་རྒན་ལ་ཞབས་ཕྱི་ཉེན་ཁར་བྱེད་པའི་ཆེད་དུ་ཚབ་ཐིག་ལྟ་བུ་ཟིག་བཀོད་སྒྲིག་བྱེད་རྒྱུ་ཡིན་ཟེར་ནས་འདི་གི་རང་གི་བདེ་ཐང་གི་ཤ་ཁྲག་བཙོང་རྒྱུ་ཟེར་ན་འདི་ཉོ་མཁན་འདྲ་མེད་ཀི་ང་འདི་ལས་ངན་ཟེར་ལས་སྡིག་པོ་རེད་ཟེར་ནས་ད་ཡིད་སྐྱོ་བའི་ངའི་ནི་རེད་དེ་ནི་རྒྱུ་མཚན་གི་དེ་དེའི་རྒྱུན་དུ་དེ་ངའི་ནོར་རྒྱུ་མཚན་གི་འོ་ཆི་ཉི་ང་རེ་ར་ཆི་ཐག་གཞོག་གི།

སྤྲང་བོར་མ་ཟད་དད་པ་ཆེན་པོ་སྐྱེ། དད་པ་ཆེན་པོ་སྐྱེ་བར་མ་ཟད་ད། ཁྱེད་ཀྱིས་ན་བ་ད་དེ་འདྲ་ཡིན་ཞེས་མི་གོ་གི། ཕྱོགས་འདི་གི། ག་ན། གྲོང་ཁྱེར་ཆེན་པོ་བོ་པེའི་འདི་ན། ཞང་ཆེན་ཚོན་ཁ་སྟག་དང། དགེ་རྒན་སྟེང་གི་མཇུག་གོ་ན། ངས་ཁྱོད་མཐུན་རྐྱེན་ནི་སྦྱོར་ཟིག་མཐུན་རྐྱེན་སྦྱར་བར་མ་ཟད། ཚོང་དཔོན་གྱི་བུ་མོ་དེ་དེ་གི། གཡོག་མོ་ཟིག་ལ་ལྔ་བརྒྱ་ཁྱི་ལི་ཁུ་ཤོ་སྐྱབས་གཅིག་གི་ད། འདི་གི་གྲོང་ཁྱེར་ཆེན་པོ་བོཔེའི་འདི་ཚོ་གོ་ནི་དེ་སོང་ནི་རེད། དེ་སོང་ནི་རེད། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དོན་དུ་གཉེར་གྱི་ཟེར་གོ་ནི་རེད། དེ་ལྟ་མ་ལགས་པར། ཁུ་ཆོ་མ་ཐོན་ནོ་གི་ཡར་སྔོན་གྱི་ཉིན། ཉི་མ་དེ།

ཆོས་ཉན་འཇོག་གི་ཆེད་དུ་ལུས་སྟེང་གི་ཁྲག་ཡང་ཕངས་སེམས་མེད་པར་གཏོང་ཕོད་པ་ཞིག་ཁོ་ནར་སླད། དེ་གའི་སྙིང་སྟོབས་དེ་དག་དེར་དད་པ་བརྟན་པོ་དེ་དག་དེ་འབུར་དུ་ཐོན་གྱི་འཇུག་རྒྱུའི་ཆེད་དུ་རྩོམ་རིག་བསམ་གཞིག་གི་ལམ་ནས་དེ་གའི་བཀྲིས་བཏང་ན་རེད། འོ་དེ་རེད། དེ་ནས་ད་བྱང་ཆུབ་སེམས་དཔའ་ཆེན་འཕགས་བསྟན་ནས་དད་དང་ཆུང་ནས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ། དོན་གཉེར་བྱེད་ཐུབ་པ་བྱུང།

ཕྱིར་ཞོགས་པའི་གནས་སྐབས་རྣམས་ནམ་ཡང་མེད་པ་དེ་དཔེ་བཞུགས་རྒྱུ་ཉག་ཅིག་ལ་བཞུགས་ན། ཆུ་བོ་གང་གཱ་དེ་རྒྱ་མཚོ་ནང་བ་འབབ་གོ་ནོར་དེ་སུས་ཡང་ཕྱིར་བཟློག་མི་ཐུབ་པ་དེ་བཞིན་དུ་བྱང་ཕྱོགས་ཚན་ཁག་ཐམས་ཅད་ལ་བྱང་ཆུབ་ཀྱི་ལམ་ལ་ཁ་ཕྱོགས་པའི་ཚེ་ན། ཕྱིར་བཟློག་པའི་གོ་སྐབས་ནི་ནམ་ཡང་མེད་པ། ལམ་དེ་ཞིག་དང་རྟ་གོ་ད་ཐ་འཁྱོལ་བ་ཟེར་སྒྲུབ་པ། ཡང་ན་བསམ་བློ་ལ་འགྱུར་བ་མེད་པ་སྤོབས་པ་ལ་འགྱུར་བ་མེད་པ་དད་པ་ལ་འགྱུར་བ་མེད་པ་ཁོ་ནར་ལ་དེའི་ཁུག་བློ་སྤོབས་དེ་དང་དད་འདུན་དྲག་པོ་དེ་ལ

རྩོམ་ཐང་གི་ཆེད་ངོ་སྤྲོད་གཏོང་ལེན་སྐོར། དེ་ལྟར་ན། ད་ཐེངས་ཀྱི་སློབ་ཐུན་གྱི་ནང་དོན་འདི་ལ་དཀའ་ཁག་ཞལ་ལས་ཚར་སོང་ནས་ད་ནས་སྐབས་ཀྱི་དེ་གའི་སློབ་ཐུན་རྗེས་མ་ནང་རྗེས་མ་ནང་འོག་ཆེད་བཀའ་བྱེད་རྒྱུ། འདི་གའི་སློབ་ཚན་རྗེས་མ། དགེ་ལྡན་ལགས་བཤད་ན། དགེ་ལྡན་ལགས་བཤད་ངོ་སྤྲོད་རྒྱུ་སྐོར།